ཨ་ནེ་ཅིག་བྱ་བ་མི་འདྲ་བྱས་པ་ཡིན་ན་ཏན་ཏན་ཕན་ཐོགས་ཡོང་གི་རེད་བསམ་བསམ་ང་རང་དྲན་གྱི་འདུག་ད་མདོར་ན། སྤྱི་བཏང་གི་རང་པ་སངས་རྒྱས་པའི་ལུས་ངག་ཡིད་གསུམ་གྱི། ཅེས་ལུས་ཀྱི་དགེ་བ་དང་ངག་གི་དགེ་བ་དང་ཨ་ནེ་ཡིད་ཀྱི་དགེ་བ་བྱས་བྱས་ལུས་ངག་ཡིད་གསུམ་གྱི་དགེ་བ་གསུམ་གསུང་གི་ཡོད་རེད། ལུས་ཀྱི་དགེ་བ་ཡང་ཡོད་པ་ཡིན་པ་རེད། ཡིན་ན་ཡང་དེ་ཁ་སང་ཞུས་པ་ནི་ལུས་ཀྱི་དགེ་བ་དེའང་ཨ་ནི། བསམ་བཞིན་དུ་བས་བྱས་པའི་དགེ་བ་གྱི་ལས་ཨ། བ་ཅི་བཞག་གོ་རེ་གསུངས་འདུག་དེ་དགེ་བ་བཅུ་ཟེར་དེ་བསམ་བཞིན་དུ་བྱས་པའི་དགེ་བ། བསམ་བཞིན་དུ་བྱས་པའི་དགེ་བ་ཟེར་དེ་སོགས་མ་བྱས་ཙམ་ཞིག་ལ་ཨ་ནི། སོགས་བྱས་པའི་དགེ་བ་ཟེར་ག་ལ་ཧ་བ་རེད། རེད་བ། ད་ངས་བས་སྲོག་གཅོད་མེད་ཅིག་ང་ལ་སྲོག་གཅོད་པའི་དགེ་བ་ཡོད་མདོག་མདོག་བྱེད་ཅིག་སྲོག་མ་བཅད་པ་ཙམ་ཞིག་ལ། ས་དང་རྡོ་དང་ལྗོན་ཤིང་དེ་ཚོས་ཕལ་ཆེར་སྲོག་གཅིག་ཡོད་རྒྱུ་མ་རེད་བསམ་བཞིན་དུ་སྲོག་སྲོག་གཅིག་ཡོད་ད་བསམ་བཞིན་དུ་ཁོས་སྲོག་སྲོག་གཅིག་ཡོད་མི་ད་དེ་པར་དེ་རིང་འདུས་ས་ནས་ད་དེ་གི་དེ་ལ་དགེ་བ་ཡོད་ཟེར་བྱུང་ནས་ཀ་ལ་ཧ་པར་བྱེད། ད་དེ་རིང་དུ་དགེ་བ་དགེ་བ་ཟེར་ཏེ་ང་ཚོ་ཅིག་བསམ་བཞིན་དུ་ཨེ་ནས་སྲོག་གཅོད་པ་པས་སྤངས་ནས་ང་ཚོས་མིག་བཀབ་ནས་ད་ང་ཚོས་སྲོག་གཅོད་ཅིག་མིན། བྱས་བྱས་དེ་འདྲས་ཀྱི་ཅིག་གར་ཤོག་སྡོམ་སེམས་རེ་བ་བྱས་ནས་དམ་བཅའ་རུ་བྱས། དེ་འདྲས་ཅིག་ཅིག་གི་འོག་ནས་བསམ་བཞིན་དུ་ཨ་ནི་སྲོག་གཅོད་པ་སྤངས་པ་ཡིན་མིན་ན་ཨ་ནི་དེ་སྲོག་གཅོད་པའི་དགེ་བ་ལ་སྲོག་གཅོད་སྤངས་པའི་དགེ་བར་འགྲོ་གི་རེད། དེ་འདྲས་མ་བྱས་པར་སྲོག་མ་བཅད་པ་ཙམ་ཞིག་ཨ་ནི་སྦྱིན་བདག་ལ་རྒྱག་རེ་མ་རྒྱག་པ་ཙམ་ཞིག་གིས་ད་བས་འཚེ་བ་སྤངས་པ་ཡིན་ཟེར་བ་དེ་འཚེ་བ་སྤངས་པའི་གོ་ཆོད་མ་རེད།

གར་སར་ཅིག་ཡང་ཅིག་ཀིར་ཤད་དུ་བ་ཐོད་པའི་མར་གྱིས་བྱུག་བསམ་པས་གཉིས་བསྡུས་བྱས་གར་སར་བསྒོམས་པས་ཉི་མ་ལ་ཀ་མ་ན་ཅིག་གིས་ཅིག་ཅིག་མོ་འདྲ་པར་ཅིག་བྱས་བོར་རེས་དེ་འདྲས་ཅིག་དཔེ་ཞིག་འདུག་བ། ན་དེའི་སོར་ཅིག་བྱས་དགོས་ཡིན་པས་འདྲ་ཡིན་ན་ང་ཚོ་པགས་པ་རྙེད་ཤིང་གི་ཁ་ཤེས་མ་ཏོག་ཡོད་མ་རེད་བ་དེ་ནས་འདི་དེ་ཤེས་མ་ཤེས་ཀྱི་ཡོད་མ་ཏག་ད་དེ་ནས་བློ་སྦྱོང་མེད་ན་རི་མོའི་མ་མེད་འདྲ་ཚུལ་ཁྲིམས་མེད་ན་བདག་མེད་གཏེར་དང་འདྲ། ཚུལ་ཁྲིམས་མེད་ན་བདག་པོ་མེད་པས

སྦྱིན་སོགས་ཀྱི་སྦྱིན་པ་ལ་སོགས་པའི་དགེ་བའི་རྩ་བ་ག་འདྲས་ཀྱིས་བསགས་པ་ཡིན་ན་ཡང་དེ་དག་ཐམས་ཅད་པའི་ཚུལ་ཁྲིམས་གཞི་རྩ་ཡོད་པའི་ཐོག་ནས་བསགས་པ་ཡིན་ན། དེའི་འབྲས་བུ་དེ་བདེ་འགྲོའི་སྟན་ལ་སྨིན་ངེས་པ་ཆགས་ཀྱི་རེད། སླར་ཡང་དགེ་བའི་རྩ་བ་གོང་འཕེལ་དུ་ཡོང་གི་རེད།

ད་ཁོ་རིམ་བས་རིམ་པས་རིམ་པས་བྱས་ནས་ད་ག་འདྲ་ཅིག་གར་བྱུང་བས། དེ་མུ་མཐུད་ནས་སོ་སོའི་གི་ཅིག་བེད་སྤྱོད་བྱས་ཆོག་ཅིག་དང། ཨ་ནི་ལག་ལེན་བསྟར་ཆོག་ཅིག་ཡོང་གི་རེད། དེ་ཡང་ཅིག་སྔོན་ཐོའི་རྒྱུ་ནས་ཚུལ་ཁྲིམས་ལས་བཞིན་མེད། ང་རང་ཚོ་དེ་དབུ་མ་འཇུག་པའི་ནང་དེ་གསུངས་ཡོད་རེད་པ། སྔོན་ཐོའི་རྒྱུ་ནས་ཚུལ་ཁྲིམས་ལས་བཞིན་མེད།

མཐུན་པའི་དབྱེ་ཡན་རོ་མཐུན་པའི་རྒྱུ་རུ་བ་དེ་ལས་ཨ། ད་ཨེ་འཇིག་མི་འཇིག་ཅིག་ཚུལ་ཁྲིམས་སྣ་གཅིག། ཐ་ན་ཚུལ་ཁྲིམས་སྣ་གཅིག་ཡིན་ནི་ཨེ་འཇིག་གསུང་དགོས་པ་ཡིན་པ་རེད། ད་ཚུལ་ཁྲིམས་འདི་ངེས་པར་དུ་ཅིག་ཚུལ་ཁྲིམས་འདི་ཨེ་སྔོན་འགྲོའི་ལུས་རྟེན་ཐོབ་པའི་རྟེན་ལ་འགྲོ་དགོས་པའི་རྒྱུ་མཚན་རུ་ད་ང་རང་གོ་བ་རུ་བྱེད་ལེན་དུ་གོ་བ་ཙམ་རེ་ད་ཁྱབ་པ་ཡོད་མེད་ཧ་མོ་གོ་ད་ཡང་དེ་ཨ། ད་ཡིན་ན་ཡང་ང་རང་གོ་བ་རུ་བ་དེ་ལས་ཨ།

སྨྲ་བ། བསྙེན་པ་དང། ཨ་ནི་ལུས་ཀྱི་སྤྱོད་ལམ་མཛད་པར་རོ། དེ་འདྲས་ཀྱི་ཨ་ནི། ག་ཧྲུ་བ་དག། དགེ་བ་མང་པོ་བསགས་པ་ཡིན་དུས་སམ་ནི། དེའི་ཀྱི་ཨ་ནི་ག་ཧྲུ་བའི་མཐུན་པའི་རྐྱེན་བྱས་ནས། ཨ་ནི། སྐྱེ་བ་ཕྱི་མ་ཡིན་པས་ནི་ཡང་ཨ་ནི་ལུས་མཛད་པ་དང། ངག་བསྙེན་པ་དང། ཨ་ནི་དེ་ལ་སོགས་པའི་ཅིག་བདེ་འགྲོའི་གི་རྟེན་སངས་མཐོ་ཡང་ཅིག་འདི་ཅིག་ཡོད་ས་རེད།

ད་ལུས་རྟེན་འདི་ལ་ཚུལ་ཁྲིམས་ཡག་པོ་ཅིག་སྲུང་དེ་བྱ་བ་ཡིན་པས་ན་ལུས་རྟེན་ཕྱི་མ་དེ་ཨེ་བདེ་འགྲོའི་རྟེན་ཡག་པོ་ཐོགས་པ་རེད་བདེ་འགྲོའི་རྟེན་ཡག་པོ་ཐོགས་སོང་ན་ཨེ་འདི་ལ་ཡག་ཅིག་ག་ཞོ་ཨེ། སྦྱིན་པའི་འབྲས་བུ་དེ་ཚོ་ཨེ་བདེ་འགྲོའི་རྟེན་དེ་ལ་སྨིན་ནས་ཨེ་སྦྱིན་པའི་འབྲས་བུ་དེ་ལོངས་སུ་སྤྱོད་ཆོག་པ་ཅིག་ཡོང་གི་རེད། ད་དེ་འདྲས་མ་བྱས་པ་བྱས་ནས།

ཀྱེ་མ་དགོངས་ན་ཀྱེ་མ་དགོངས་ནས་དགེ་བར་བ། ད་དམྱལ་བའི་སྟན་ལ་ག་རེ་བྱེད་ཀྱི་ཡོད་ན་ད་དམྱལ་བའི་སྟན་ལ་དེ་འདྲའི་ཅིག་ནི། སྦྱིན་པའི་ལོངས་སྤྱོད་ལ་ལོངས་སུ་སྤྱད་ནས་ཅིག་སྐྱིད་པོ་བསྡད་ཡ་ཅིག་ཡོད་ཀྱི་མ་རེད་པ་ད། ཨ་དེ་འདྲ་ཡིན་དུས་བཟང་ནས། ད་དེ་ཚོ་ང་ཚོ་ཅིག་བསམ་བཏང་གོ། ང་ཚོ་ཚང་མ་ལོ་ཅིག། བདེ་ནས་བདེ་བའི་ལམ་ལ་འགྲོ་ཡ་སྣང་བ་ནས་སྣང་བ་ལ་ཡང་འགྲོ་ཡ་ཅིག། ལམ་ཁ་ཅིག་ད་ལྟ་ནས་བཟོ་དགོས་ཀྱི་རེད། རེད་བ། སྐྱེ་བ་འདི་ལ་ཡང་ལུས་རྟེན་བཟང་པོ་ཐོབ། སངས་རྒྱས་ཀྱི་བསྟན་པ་དང་མཇལ། དགེ་བའི་བཤེས་གཉེན་ཚིག་གཉིས་དང། ཚིག་གཉིས་དང་ནི་ག་ཞུ་བ་དགེ་བའི་བཤེས་གཉེན་མཚན་ལྡན་གྱི་དྲུང་དུ། ཅེས་དམ་པའི་ཆོས་ཟབ་མོ་ཞུས། ཨན་དག་ན་བཞིན་ཅེས་རང་ཆོས་མཐུན་གྱི་གྲོགས་པོ་མཉམ་དུ་འགྲོགས་པའི་སྐལ་བ་བཟང་པོ་བྱུང་བ་རེད། མ་འོངས་པ་ལ་ཡིན་ན་ཡང་དེ་དང་དེ་ལྟ་བུའི་ཅིག་སྐལ་པ་བཟང་པོ་དང་གོ་སྐབས་བཟང་པོ་དེ་མུ་མཐུད་ཐོབ་ཡག་གི། གོ་སྐབས་རེ་བ་ནི་ཡོད་རེད། རེ་བ་ཡོད་པ་ཡིན་དུས་ས་ནས་ང་ཚོས་ཅིག་འབད་རྩོལ་བྱས་བཞག་ན།

ལ་སོགས་པས་བསྟན། དམན་པ་ལ་སྨིན་ནས་སྔ་མའི་སྦྱིན། སྦྱིན་པའི་ལོངས་སྤྱོད་ཀྱི་འབྲས་བུ་དེ་ཟད་འགྲོ་བ་རེད། ཉམས་འགྲོ་བ་རེད་གསུངས་པ་རེད། དེ་འདྲའི་ཡིན་དུས་སང་ན་བདག་པོ་མེད་པའི་གཏེར་དང་གཅིག་པ་རེད། བདག་པོ་མེད་པའི་ལྕགས་ལ་དེ་བཞག་བཞག་ན་སུས་འཁྱེར་འགྲོ་སུས་འཁྱེར་མི་འགྲོ་ཧ་གོ་ཡ་ཡོད་མ་རེད། བྱས་ཙང། སྒོམ་སྐྱེས་བདག་པོ་མེད་པ་དེ་སེང་གེ་ཁྱེད་ཡིན་ད་ལ་ཤོར། བདག་དེ་ནས་ཡིན་དུས་སང་འདི་ཟེར་བ་ན་བཞིན། ཅིག་སྒོམ་བརྒྱབ་པའི་སྐབས་ལ་དཔེར་ན་སྒོམ་གྱི་བདག་པོ་རྒྱང་གིན་དེ་དེ་གཞན་ལོག་རེད་ལར་བ། སྒོམ་གྱི་བདག་པོ་གཞན་ལོག་རེད་མར་བས། སྒོམ་གྱི་བདག་པོ་དེ་གཞན་ལོག་རེད། གཞན་ལོག་གི་ནི་བས་སྒོམ་བདག་པོ་རྒྱང་བ་རེད། དག་ན་བཞིན། དགེ་བ་དགེ་བའི་རྩ་བ་བསགས་པ་ཐམས་ཅད་ཀྱི་ནི་བས་བདག་པོ་རྒྱང་གིན་དེ་ཚུལ་ཁྲིམས་རེད། ཚུལ་ཁྲིམས་ཀྱི་ལག་པ་ལ།